རྣམ་པ་སོགས་ཀུན་ཁམས་གཙང་གུས་མོ་ཏྲའི་མཚོ་མོ་ཡིན་གུས་མོའི་བློ་སྙན་སེང་ངེ་གྱིས་བུ་ཕྱི་ནང་གཉིས་ལ་ཞུས་པའི་རྒྱ་ཆེའི་བོད་རིགས་སྤུན་ཟླ་ཡོངས་ལ། རི་སེར་ལྷག་པའི་སྐུ་ལས་ལས་མཛད་དེ་ད་ལྟ་དངོས་སུ་འགོ་བཙུགས་རྒྱུ་ཡིན་ལྷན་རྒྱས་གསན་གཟིགས་གནང་རོགས་གནང། ངོ་སྤྲོད། བོད་རྒྱལ་ཁབ་དང་མི་རིགས་ཀྱི་འགན་ཁུར་ནི་རང་མོས་ཀྱིས་བདམས་པའི་ངོས་ཀྱི་འགན་ཁུར་གཞན་ཚང་མ་དང་མི་འདྲ་བར། ངོས་རང་ལོ་གཉིས་ལ་སོན་དུས་ཏཱ་ལའི་བླ་མར་ངོས་འཛིན་བྱུང་བ་དང་ཆབས་ཅིག་ལེགས་སྐྱེས་བཀོད་པ་ཞིག་ཆགས་ཡོད། འགན་ཁུར་འདི་ནི་སྤྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ལོར་རང་ལོ་བཅུ་དྲུག་ལ་སོན་དུས་ཆབ་སྲིད་ཀྱི་འགོ་ཁྲིད་དུ་གྱུར་སྐབས། སྒྲིག་འཛུགས་ཀྱི་སྟེང་ནས་གཏན་འཁེལ་བྱུང་བ་རེད། དུས་དེ་ནས་བཟུང་རང་ངོས་ནས་ཀྱང་བོད་ཀྱི་སྣོད་བཅུད་རིག་གཞུང་དང་བཅས་པ་སྲུང་སྐྱོབ་བྱ་རྒྱུ་འདི་སྙིང་དབུས་སུ་བཅངས་ཤིང་ད་དུང་ཡང་ནམ་འཚོའི་རིང་དེ་བཞིན་དུ་རྒྱུན་བཅངས་མུ་མཐུད་བྱ་རྒྱུ་ཡིན། སེམས་བསྐྱེད་ཀྱི་དམ་བཅའ་གཙོ་བོ་དེ་ནི་ངོས་ནས་ཆེད་དུ་བླངས་པའི་མི་ཚེའི་ལས་འགན། གཞན་དཔེར་ན་ཀུན་ལ་ཁྱབ་པའམ་ཆོས་ལུགས་དང་མ་འབྲེལ་བའི་བཟང་སྤྱོད་གཞིར་བཟུང། འགྲོ་བ་མིའི་གཞི་རྩའི་རིན་ཐང་གོང་འཕེལ་དང་ཆོས་ལུགས་དང་ནང་ཕན་ཚུན་གོ་རྟོགས་དང་མཐུན་སྒྲིལ་དམ་ཟབ་ཏུ་གཏོང་བ། རྒྱ་གར་གྱི་གནའ་བོའི་ཤེས་རིག་ལ་བརྩི་མཐོང་དང་ཤེས་རྟོགས་ཟབ་མོ་ཡོང་བར་སྐུལ་འདེད་གཏོང་བ་བཅས་དང་མཉམ་དུ་ལག་བསྟར་བྱས་དང་བྱེད་བཞིན་ཡོད། དེ་ཡང་ལས་འགན་གཞན་དེ་དག་གི་ཐད་ལ་ནི། གཞན་དང་ཁྱབ་ཆེ་ལ་དུས་རིང་བའི་གླེང་མོལ་བྱེད་པ་དང་དཔེ་དེབ་རྩོམ་སྤེལ་དེ་བཞིན་རྒྱལ་སྤྱིའི་ཁྱོན་དུ་འགྲུལ་བཞུད་རྒྱ་ཆེ་བྱེད་པ་བཅས་ལ་བརྟེན་ནས་དངོས་མཐོང་ཐུབ་པའི་ཞབས་འདེགས་ཕྲན་བུ་ཞུ་ཐུབ་པའི་ཞུ་ཐུབ་པ་ཞིག་བྱུང་སྙམ་པའི་དགའ་སྤྲོ་ཡོད། དེ་ལྟ་ནའང་ངོས་ཀྱི་འགན་ཁུར་དང་པོ་དང་གལ་འགངས་ཆེ་ཤོས་སུ་གྱུར་པ་བོད་དོན་གྱི་ཐོག་ལ་ནི་དཀའ་ཚེགས་ཤིན་ཏུ་ཆེན་པོ་བྱུང་རང་ངོས་ནས་ནི། ཕྱི་ལོ་གཅིག་སྟོང་དགུ་བརྒྱ་ལྔ་བཅུ་ལོར་བོད་ལ་བཙན་འཛུལ་བྱེད་མཁན་རྒྱ་ནག་དམར་པོའི་གཞུང་དང་ཐོག་མཐའ་བར་གསུམ་དུ་གྲོས་མོལ་གྱི་ལམ་ནས་འགྲིག་འཇགས་ཀྱི་སྒོ་མོ་འབྱེད་ཆེད་ཐབས་ཤེས་གང་འདྲ་བརྒྱུད་རྒྱུན་ཆད་མེད་པར་བྱས་ཤིང་དེ་ཡང་ཐོག་མར་ཕྱི་ལོ་གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་གྲངས་ནང་ངོས་རང་མགོ་ཁྲིད་ན་གཞོན་ཞིག་གི་ཚུལ་དུ་བོད་ནང་གནས་སྡོད་བྱེད་རིང་དང་བར་དུ་ཕྱི་ལོ་གཅིག་སྟོང་གཅིག་སྟོང་དགུ་བརྒྱ་བརྒྱད་ཅུ་བརྒྱ་ཕྲག་ནང་རྒྱ་ནག་གི་མགོ་ཁྲིད་ཏིང་ཞའོ་ཕིང་གིས་རྒྱ་ནག་ཕྱི་ཕྱོགས་ལ་སྒོ་འབྱེད་ཀྱི་སྐབས་མཐའ་མ་དུས་རབས་དེའི་ལོ་རབས་དང་པོའི་ནང་བཅས་སུ་བོད་རྒྱ་འབྲེལ་མོལ་གཏིང་ཟབ་ཀྱི་དུས་རིམ་གསུམ་བྱུང་ཡོད། སྤྱིར་ངོས་ཀྱི་མི་ཚེའི་ནང་ལས་དོན་གཞན་མང་པོའི་ཐོག་སྐྱེ་བོ་སྣ་ཚོགས་ལ་འབྲེལ་གཏུགས་བྱས་པའི་ཉམས་མྱོང་བརྗོད་ན། གཞན་དང་འགྲོགས་འདྲིས་བྱེད་པའི་སྐབས་སུ་ཐུན་མོང་གི་དམིགས་ཡུལ་གྲུབ་པའི་དོན་དུ་འབད་བརྩོན། མཉམ་ཉིད་དང་ཕན་ཚུན་གཅིག་གིས་གཅིག་ལ་ཡིད་ཆེས་བློས་འགེལ་ཐ་ན་ཕན་ཚུན་མི་མཐུན་པ་བྱུང་བའི་སྐབས་སུའང་གང་བསམ་ལྷུག་པོར་བརྗོད་པ་དྲང་ཚུགས་ཅན་གྱི་ལམ་ནས། ཕན་ཚུན་བློ་སྐྱེད་ལས་རེས་བྱེད་མཁན་མང་པོ་ཞིག་དང་འབྲེལ་ལམ་བྱ་རྒྱུའི་གོ་སྐབས་ཐོབ་བྱུང། རྒྱ་ནག་གི་འགོ་ཁྲིད་དང་འབྲེལ་གཏུག་བྱས་པའི་ཐད་ནས་སྨྲས་ན་ཡིད་སྐྱོ་དགོས་པ་ཞིག་ལ་ཐོག་མར་ཐོག་མར་གཙོ་འཛིན་མའོ་ཙེ་ཏུང་ནས་ད་ལྟའི་སྲིད་འཛིན་ཞི་ཅིན་ཕིང་གི་བར་ངོས་ཀྱི་ཉམས་མྱོང་དེ་ཤིན་ཏུ་མ་འདྲ་བ་ཞིག་ཆགས་ཡོད། དེར་བརྟེན་ངོས་ནས་རྒྱ་ནག་དམར་པོའི་གཞུང་གི་འགོ་ཁྲིད་ཚོར་ཕར་ཤོད་པའི་ཁ་མ་གཏོགས་ཚུར་ཉན་པའི་ཨ་ཅོག་ཡོད་པ་མ་རེད་ཅིག་སྡུག་སྐད་ཡང་ནས་ཡང་དུ་རྒྱག་དགོས་བྱུང། འདི་རིགས། དུས་ཚོད་ཀྱི་རྐྱེན་པས་ལེ་ཚན་མཚམས་བཞག་རྒྱུ་ཡིན། རྗེས་མའི་ལེ་ཚན་ལ་ཡང་བསྐྱར་མཇལ་ཡོང་ཐན་སྐད་ཐུགས་ཆེ་གནང།